དེ་རང་ང་དེ་ཐོག་ནས་རྣམ་པ་ཚོ་ལ་འཁྱུག་འཛུགས་ཞུ་ཡ་དེ། ད་ད་ལྟ་རྒྱལ་སྤྱིའི་ཐོག་གི་གནས་ཚད་ག་ཆེ་གཤིས། ཨ་ནི་ཞི་ཅིན་ཕིན་དང་ཨ་ནི་ཕུའུ་ཅིན་གཉིས་ཆགས་ཀྱི་ངན་འབྲེལ་འདི་ཆགས་བསྡད་ཡོད་རེད། དེང་པ་སང་སང་འདིའི་སྐོར་ཡིན་སྤྱིར་བཏང་གི་གར་ཚང་གྲ་སྒྲིག་བྱེད་རྒྱུ་ཡིན་ན་ཨ་ནི་འདི་ཅིག་བཤད་ཐུབ་ན་བསམ་མ་དེ་རིང་ད་སྐྱབས་མགོན་རིན་པོ་ཆེ་གི་ད་ལོ་བོད་ནང་ཅིག་ཕེབས་ཡ་གི་ཐུགས་རེ་ཡོད་སྲིད་ཨ་དེ་བྱས་ནས་གང་ལ་ཨ་ནི་ང་ཚོ་འགོ་བ་སྤེན་པ་ཚེ་རིང་གི།

ཨ་ནི་ད་ཧ་ལམ་ཅིག་ཞིབ་བསྡུས་དེད་དཔོན་ཟེར་གི། རིམ་པ་དེ་སླེབས་ཁོ་རེ་ཚུགས། ཡིན་ན་ཞིབ་བསྡུས་དེད་དཔོན་ཕ་ར་སླེབས་ནས་ཅི། ད་ཨ་ནི་ལམ་འགྲོ་རྒྱུག་མི་འདུག་རྒྱ་ནག་ནང་ལ་ཚེ་རབས་འཁོར་མ་འཁོར་གར་ཚང་ཉི་ཤུ་གཅིག་ལ་ཨ་ནི་རྒྱ་ས་ཁྱི་གི་ཐོག་ལ་ཡུ་ཀེ་རེན་གི་རྒྱ་ས་གི་སྒང་ལ་ཨ་ནི་ཁོ་རང་ཚོ་གི་གཏོར་རྒོལ་དང་ཡ་ར་ཤི་ཡ་གི་གཏོར་རྒོལ་དང་ཡ་བེད་མུ་མཐུད་དུ་རེད་ཤག།

ཡིན་པ་དེ་དབྱི་རང་རྒྱུད་འདི་ཡར་ཡོང་རྒྱུག་གི་དེ་བཟོ་རྒྱུག་དེ་འདྲས་རེད་ལབ་སྐོར་ད་རྒྱ་ནག་གི་དེའི་ནང་ད་ལག་རྩེ་ཨ་ནི་རྒྱ་ནག་གི་དེའི་ཅག་ལག་རེད་ལབ་གི་འདུག་ད་དེ་བྱས་ནས་གང་རྒྱ་ནག་གི་རོགས་པ་བྱས་ནས་ཐད་ཀར་དོར་གུན་དོར་རྒྱུན་འདང་བཞོར་ཨ་ནི་ཞིབ་བསྡུས་བྲིན་གི་འགྲོ་ཡིན་ཟེར་དེ་རེད་ཞིབ་བསྡུས་བྲིན་ཡག་གི་མང་ཤོས་ལ་ཁར་ཚང་རྒྱ་ནག་གི་ཨ་ནི་ཨ་ནི་ར་ཤི་ཡ་ར་ད་ད་ད་གི་ཡུ་ཀི་རེན་གཉིས་གི་གནའ་དུས་འདི་ཞི་བའི་སྒང་ནས་སེལ་ཡག་གི། དོན་སེམས་གཅིག་གཉིས་གཅིག་གསུམ་ཟིག་གསལ་བསྒྲགས་བྱས་ཡོད་རེད། དེའི་ནང་ལ་ལྟ་ཡོང་ནི་གང་ལ། དེ་གཅིག། ཨ་ནི་ཡུ་ཀེ་རེན་དང་དེའི་མཐུན་ཕྱོགས་ཀྱི་ངེས་ལེན་བྱེད་ཐུབ་ཡ་གི་གནས་ཚུལ་གནད་དོན་གཅིག་རྩ་བ་ཉིད་ནས་ཆགས་གོ་མ་རེད་བརྒྱ་ཆ་བརྒྱ་གི་ཨ་ནི་འདིའི་རྒྱབ་ལ། ཕུའུ་ཅིན་རྒྱབ་ལ་ལང་རྒྱུ་རེད་ལབ་གོ་རེད། ད་རྒྱབ་ལ་དེ་ལང་རྒྱུ་ཡིན་མིན་ན་མ་ལྟས་ཁར་སང་ཁོ་ཕ་འགྲོ་ནས་ཀྱིས་ཨ་ནི་ཕུའུ་ཅིན་རྒྱབ་ལ་ལང་གི་ཡོད་པ་དེ་ད་པ་དག་གསལ་བོ་དག་པོ་བྱས་ནས་ཀྱིས་ཨ་ནི་བསྟན་བྱ་རེད་ད་ད་རེས་ཀྱི་ཁོ་རང་ཉིད་ཤག་གི་ཉམས་སྒྲིག་གི་བསྒྲགས་གཏམ་རེད་དེའི་ཐོག་ནས་ད་འདི་ན་རེ་བ་རྒྱག་ས་ཟིག་ཡོད་བ་མ་རེད། ད་ནང་བཞིན་གྱི་ཁོ་ཕི་གའི་འགྲོ་དང་ཡོད་པའི་ཁ་ཐུག་ལ། རྒྱལ་སྤྱི་གི་ཐོག་ནས་ཨ་རིས་གི་ཡུ་ཀེ་རེན་ལ་ཨ་ནི་རྒྱབ་སྐྱོར་བྱེད་ཡ་གི་འགྲོ་སོང་རེད་དེ་སྤར་གི་ཡོད་རེད་ཁྱད་པར་དུ་ཨ་ནི་འདི་རེད།

རྒྱ་ནག་གི་མགོ་ནང་གི་ད་འགྱུར་བ་ཆེན་པོ་ཅིག་རེད་དེ་མ་ཤེས། ཉི་ཧོང་གི་བྱེ་བྲག་བྱེ་བྲག་རྣམ་འགྱུར་གསལ་བོ་དེ་བསྟན་གི་མ་རེད་ལབ་དགོས་རེད། ད་ད་ག་ནང་བཞིན་གི་ད་དམག་འཁྲུག་གི་གྲ་སྒྲིག་བྱས་ནས་ཅིག་ང་ཚོ་ཡོད་ས་ཨོས་ཏྲོ་ལི་ཡ་རེད་ཉི་ཧོང་གི་ད་ལོ་ཚོ་ཆ་ཆ་ན་ཉི་ཧོང་གི་རྒྱལ་སྲུང་གི་མ་ལག་དེ་རྒྱལ་སྲུང་གི་ད་སྔོན་རྩིས་ཅིག་ཡོད་རེད། ཨ་ནི་ད་པད་དར་བརྡབ་ཆགས་ཚུགས་ཀི་པར་ནས་རྒྱལ་སྲུང་གི་མ་ལག་ད་ངོ་མ་ཡིན་ན་ཉི་ཧོང་ལ་ད་ཕར་རྒོལ་བྱེད་ཡ་གི་དམག་ཡོད་མ་རེད་བ་ད་ད་ད་ཕར་རྒོལ་བྱེད་ཡ་གི་གྲ་སྒྲིག། གལ་སྲིད་ཉི་ཧོང་ལ་ཉེན་ཁ་ཡོད་ན་དངོས་ནས་ལག་པ་བཀྱག་ཆོག་ཡག་གི་ད་གི་དམག་ངོ་མ་ཡིན་ན་ཉི་ཧོང་ལ་སྲུང་སྐྱོབ་ཅིག་མ་གཏོགས་དམག་དེ་ཡོད་མ་རེད་ད་གི་དམག་བཟོ་ཡག་གི་ཨ་འབེ་གི་སྐབས་ནས་བཟུང་སྟེ་དེའི་འཆར་གཞི་དེ་ཡོད་རེད་ད་དེའི་ནང་ལ་འགྲོ་དང་འགྲོ་བཞིན་པ་རེད་ད་ཨ་རི་ལ་འདི་ཟོ་གི་རྒྱབ་སྐྱོར་བྱེད་ཡོད་རེད་ད་ཡག་ག་ཟེར་ན་མི་འདུག་གཅིག་ལ་ད་མོ་དི་ར་ད་ད་འདི་སྐབས་ལ་འདི།

དེ་ལ་ད་དམ་པོ་གཉིས་ཡིན་པ་དག་གསལ་བོ་དག་པོ་གཅིག་ནི་ཁར་ཚང་གི་ཕུའུ་ཅིན་འདྲ་ནི་ད་འདི་གཉིས་ཞི་ཅིན་ཕིན་གཉིས་ཀྱི་བསྒྲགས་གཏམ་གྱི་ནང་ནི་ད་ལྟ་ཁོ་གཉིས་ཀྱི་ཨ་རི་ལ་ཁ་གཏད་གཅོད་གི་ཡོད་ཚེ་འཛམ་གླིང་སྣ་མང་ཅན་ལ་འགྲོ་དགོས་གི་རེད་ད་ད་ལྟ་ནི་ཁོ་རང་གཉིས་ཆ་ཐུག་རྒྱུ་འདི་ནི་ནི་འཛམ་གླིང་སྣ་མང་དུ་ཅན་ལ་འགྲོ་ཡག་གི་ནི་ད་ད་ག་རེ་ཟེར་བ་ད་ལམ་སེང་གི

རང་དབང་དང་དམངས་གཙོ་ཡིན་པ་གི་གཞི་ཁྲིམས་ཅིག་ཡོད་ད་དེ་འབའ་ཚང་ཚང་ཁོ་རང་ཚོ་གི་མཉམ་འབྲེལ་གི་ནང་ཞིག་ན་རྩ་བའི་ཆ་ནས་ཁོ་རང་ཚོ་གི་གཞི་ཁྲིམས་དེ་དང་མཐུན་པ་ཅིག་ཡིན་དགོས་དགོས་དེ་འབའ་ཚང་ཚང་དེང་སང་གི་ཡོ་རུབ་མཉམ་འབྲེལ་དྲ་འདི་ཚོའི་ནང་ལ་རྒྱལ་ཁབ་གཞན་པ་ཅིག་ཞིག་དགོས་གི་ཡོད་ན་ཁེ་ཕན་ཅན་ཙམ་གི་འགྲིག་གོ་མ་ངོ་གདོང་གི་ཁེ་ཕན་འགྲོ་བ་མིའི་ཐོབ་ཐང་ར་གནས་ཅིག་ད་ང་ཚོ་འདིའི་ཐོག་ནས་རྒྱལ་ཁབ་གི་གཞི་ཁྲིམས་དང་རྒྱལ་ཁབ་གི་རྩ་བའི་གནས་ད་ཕིན་སི་པོལ་ཟེར་གི་འདུག་ལངས་ཕྱོགས་དང་མ

རེད། ཡིན་ན་ད་དེ་རིང་གི་ཞི་ཅིན་ཕིན་དང་ཕུའུ་ཅིན་གཉིས་ཀའི་འགོ་ཁྲིད་པའི་འདིའི་ནང་ལ་ད་སྤྱི་ཚོགས་རིང་ལུགས་ར་མ་རྩ་རིང་ལུགས་ཀྱི་སྐད་ཆ་དེ་ཡོད་མ་རེད། རེད་ད་ད་དུང་ངོ་མ་ནས་ཡོད་མ་རེད། སྤྱི་སྟངས་བྱས་ན་མ་རྩ་རིང་ལུགས་ཀྱི་ཟེར་ཡས་ཀྱི་སྐད་ཆ་འདི་ཆགས་ཀོ་མ་རེད་འདི་ག་རེ་རེད་ཟེར་ན་ཨ་རི་ལ་ཆགས་བྱས་ན།

ད་ད་ལྟ་ཞི་ཅིན་ཕིན་འདྲ་ནི་ཕུའུ་ཅིན་གཉིས་ཀའི་འགོ་ཁྲིད་པ་འདི་ལ་སྔོན་མ་གི་དྲང་དམག་ནང་བཞིན་གྱི་སྤྱི་ཚོགས་རིང་ལུགས་ཀྱི་མཉམ་འབྲེལ་ལབ་ས་ཡོད་མ་རེད། རྒྱ་ནག་ར་སྤྱི་ཚོགས་རིང་ལུགས་མ་རེད། ཕུའུ་ཅིན་ནི་ད་དུས་རབས་ཕྱི་མ་གི་ནི་སྲིད་དབང་སྒེར་གཅོད་པ་ལས་ཟེར་དེ་འདྲས་ཅིག་ལབ་དགོས་རེད་བ། དེ་རེད། ད་ག་ནང་བཞིན་ཀོ་རི་ཡ་རེད་ད་ད་ག་ནང་བཞིན་གི་ཨ་ནི་ཁོ་རང་ཚོ་གི་མཉམ་འབྲེལ་དེའི་ནང་གི་སྟོབས་ཤིག་ཅིག་སོ་ཨི་ད་ཨ་ར་པི་ཡ་དང་ཨི་རང་དང་དེ་ཚོ་ཆགས་བསྡད་ཡོད་རེད་བ། ཨི་རང་དང་དེ་ཚོ་ཕྱི་སྲིད་ཟུང་འབྲེལ་གྱི་ལུང་པ་ཞེད་སྣང་ཚ་ཤེས་ཅིག་སོ་ཨི་ད་ཨ་ར་པི་ཡ་ཡིས་ད་རྒྱལ་སྤྱིའི་ལམ་ལུགས་ཀྱི་ནང་གི་འཛམ་བུ་ནང་གི་རྫོབ་གཤིས་དེ་ཆགས་བསྡད་ཡོད་རེད།

ད་དེའི་ནང་ལ་མི་མང་ཧ་ལམ་མགོ་འཐོ་མགོ་འཁོར་གི་མ་རེད་བསམ་གི་འདུག་ཡིན་ན་མགོ་འཁོར་ནི་ཁ་ཤས་ཅིག་ཡོད་རེད་ད། ང་ཚོ་བོད་པ་ཚོ་ཡིན་ན་ད་ལྟ་འདི་མོ་འདི་ཞོག་ཁ་རེ་བ་འདྲ་བོ་ཅིག་རྒྱབ་ནས་དེ་སྲིད་འདུག་ད་ལྟ་ནོར་འཁྲུལ་ཆེན་པོ་རེད། ཟི་ཝང་སྒེར་གཅོད་འདི་ཚོ་གནས་ཐུབ་ཡག་གི། ནི་རྒྱུ་མཚན་གཅིག་རེད་ག་རེ་བཤད་དགོས་རེད་ན། ཟི་ཝང་སྒེར་གཅོད་གནས་མ་ཐུབ་པ་ལ།

མི་དམངས་ཀྱི་ཡིད་ཆེས་ག་རེ་བྱེད་མི་རེད་ན། རྒྱལ་སྤྱིའི་ལས་སླེའུ་ཐོག་ནས་མི་དམངས་ལ་ཡིད་ཆེས་ཡོད་ཐུབ་ཡག་གི་གནས་ཅི་ག་རེད་བ་མ་རེད། རེད་བ། དཔེར་ན་ཞི་ཅིན་ཕིང་གི་ལོ་བཅུ་ཐམ་པ་གི་ནང་ཚུན་ན་ད་ག་རེ་བྱིན་པར་འདས་ལ་ཤེས་བཞག་ནས་ཅི། ཨོ་ཨོ་ད་ད་ཡིད་ཆེས་བྱེད་ས་གི་གནས་ཅིག་མ་རེད། མིན་པ་དེ་མི་དམངས་ལ་ངོ་སྤྲོད་ཐུབ་ན་ཁྱེད་ཡག་ག་བྱས་ན་འདི་ག་བྱས་ན་མི་དམངས་ལ་ཁྱབ་པར་ཡོད་བ་མ་རེད་གང་ལྟར་ཁྱེད་འདི་ག་བྱེད་གི་ཡོད་པ་དེ་མི་དམངས་ཀྱི་གཅིག་གྱུར་གྱི་ངེས་འཛིན་ཅིག་རེད། སྐབས་དེ་རིའི་སྒང་ལ། ད་སྲིད་དབང་སྒེར་གཅོད་པ་དེ་ཚོ་གི་རེད། ད་ཡ་ད་ངས་ཡག་ག་བྱས་ན་ང་མི་དམངས་ཀྱི་གོ་སྐབས་སྤྲད་གི་མི་འདུག།

ཡ་ད་ཞི་ཅིན་ཕིན་ལ་ཨ་ནི་རང་སྐྱོན་ངེས་ལེན་བྱེད་ནི་བསྒྱུར་བྱེད་ཅི་ཡག་གི་ཞི་ཅིན་ཕིན་ལ་ད་ཕུ་ཅིན་ལབ་གོ་གི་མ་རེད་རྒྱབ་ཕྱི་གི་ཉེས་ཅན་པ་རེད་ད་ཕུ་ཞི་ཅིན་ཕིན་ལ་གོ་སྐབས་དེ་སྤྲད་ཀིར་བས་ཟིན་ན་ཨ་རི་གི་མགོ་ཁྲིད་པའི་ད་དྲང་ཕྱོགས་གི་རྒྱལ་ཁབ་ཅིག་གི་ཞི་ཅིན་ཕིན་ལ་ཡིད་ཆེས་བྱེད་ནི་ཞི་ཅིན་ཕིན་ལ་དེའི་གོ་སྐབས་དེ་བསྒྱུར་བྱེད་ཅི་ཡག་གི་གོ་སྐབས་དེ་རྩ་བ་ཉིད་ནས་སྤྲད་ཀི་མ་རེད་ཟེར་སྔོན་མ་ཕུ་ཅིན་ལ་ད་འདྲ་ཅིག་མི་མང་གི་རེ་བ་དེ་ཟིག་རྒྱ་རི་ཕུ་ཅིན་དེ་ད་འདྲ་བཟང་ཤོག་ཞི་ཅིན་ཕིན་དེ་འདི་ཅིག་ཁྲི་ཡ་མེད་འགྲོ་ཟེར་དེ་འདྲས་ལབ་ཀི་འདུག

སྐབས་དང་པོ་མི་མང་གི་མཐུན་སྒྲིལ་གྱིས་བཤད་ནས་བསྡད་པ་རེད་འོག་གཟིགས་མེད་འགྲོ་ཚེ་ང་རང་ཟད་དུ་ཤེས། སྐབས་གཉིས་པ་རེད་ད་ད་ལྟ་བཤད་སྟངས་དེར་ད། ཞི་ཅིན་ཕིང་གི་ལག་པ་དབང་ཆ་བརྒྱ་ཆ་བརྒྱ་ཐོབ་ཡོད་མ་རེད་ལྐོག་ཟ་རེད་གསུངས་ར་ཅིག་དུ་མོ་དེ་ངོ་རྒོལ་བྱས་ནས་དབང་ཆ་ཡག་པོ་ཅིག་ཆོག་གསུངས་ན་ནི་ད་ཞི་ཅིན་ཕིང་དང་འགྱུར་བ་གཏང་ཡག་གི་གོ་སྐབས་ཅིག་ཡོད་རེད་ལབ་གི་འདུག་ཨོ་དོ་སི་ལ་རེད་ད་སྐབས་གཉིས་ཀྱིས་ད་སྐབས་གསུམ་པ་གི་སྲིད་དབང་སྒེར་གཅོད་གི་ཐོག་ད་ཞེད་སྣང་ཚ་བོ་ཡིན་པ་རྒྱལ་སྤྱིའི་ཐོག་ལ་ངོ་འཕྲོད་གསུངས་པ་གསུངས་སོང་ད་ཞི་ཅིན་ཕིང་ལ་ཕུ་ཅིན་མ་ཞིག་ལག་པ་དང་གི་འགྲོ་ས་ཟིག་ད་བརྒྱ་ཆ་བརྒྱ་ཡོད་མ་རེད། བ་བསྟན་པ་གསུངས་སོང་ད་ཞི་ཅིན་ཕིང་ཁར་སང་ད་སྐབས་སུམ་པ་གི་སྲིད་དབང་སྒེར་གཅོད་འགོ་བཙུགས་པའི་ཁ་ཐུག་ལ་ད་ཁོ་ལ་ཡི་གེ་བཏང་ནས་ནས་ཕུ་ཅིན་གཅིག་ཡིན་པ་ཅིག་ཀོ་རི་ཡ་གི་བགེགས་པ་ཅིག་ད་ནས་ད་ཨ་ཧྥི་རི་ཀ་རི་འདི་ཚོ་གི་རྒྱལ་ཁབ་ད་རྒྱལ་ཁབ་ཟེར་ན་རེད་དམ་ད་ཅིག་སྐྱོ་བོ་དེ་འདྲའི་རྒྱ་ནག་གི་ཅིག་རྒྱལ་གཅིག་ལམ་གཅིག་རེད་དམ་མོ་དེའི་ཐོག་ནས་ཅིག་ཁེབས་སང་འདྲ་བོ་ཅིག་རེད་བུ་ལོན་དེ་རྒྱ་ནག་ལག་ན་གཡར་དོ་ནས་འདི་འདྲའི་ཆ་ཚིག་མ་གཏོགས་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་དྲང་ཕྱོགས་གི་རྒྱལ་ཁབ་ཟིག་ལ་ཞི་ཅིན་ཕིང་ད་ཡིག་རྡོག་ཅིག་བཏང་ནས་ཡོད་མ་རེད། ད་ང་རང་བཟུང་ངེས་ནས་མཛའ་གཙུག་རྣམ་པ་བཟོ་གི་ཁུག་ཁུག་གསུམ་གསུམ་ཅིག་བཏང་ཡོད་སྲིད་ད་བསྟུད་མར་ཐོག་ལྟ་དེ་རིགས་དེ་ཐོག་ལྟ་ཞི་ཅིན་ཕིན་ལ་འགྲོ་ས་མེད་པ་དེ་གསལ་བོ་བྱུང་ད་ཁོ་རང་གི་དབང་ཆ་དེ་ངེས་ལེན་བྱེད་དགོས་བ་མ་རེད་ད་ད་ལྟ་གི་ཁོ་རང་གི་ཅིག་རྒྱལ་ཁབ་ཀྱི་སྲིད་འཛིན་ཡིན་ཟེར་ཡ་འདི་བཟོ་རེད་བ་རྒྱལ་ཁབ་གཞན་པ་བན་པ་སོང་ད་ཁོ་ཆ་ཤ་ན་ད་ཨུ་རུ་སུ་ཅིག་འགྲོ་ནས་ས་གདི་ན་མར་བུག་གི་ཐོག་ནས་ནས་མེར་སྒྱོག་ཅིག་རྒྱབ་བས་ད་དེ་འདྲས་ཅིག་སེམས་གསོ་འདྲ་བོ་ཅིག་དང་ད་རྒྱ་ནག་གི་ནང་ལ་ལྟ་འདི་ང་ཚོའི་རླབས་ཆེན་གཙོ་འཛིན་འདྲ་ནས་ཤིས་རྒྱལ་ཁབ་ཀྱི་ང་ཚོ་ལ་འདི་ཡོད་རེད་ད་ཟེར།

བདེན་པ་ཚང་ཚང་རང་དབང་དང་མང་གཙོ་འདི་ནི་ནོར་འཁྲལ་ཅུང་གི་ཅུང་གི་ཡར་རྒྱས་བཏང་གི་བཏང་གི་འགྲོ་དགོས་རེད། ཡིན་ན་ད་ད་ལྟའི་སྐབས་ལ་ང་ཚོ་ཧ་གོ་དགོས་ཅིག་ལ་སྲིད་དབང་སྒེར་སྤྱོད་དང་ད་མང་གཙོ་གཉིས་ཆ་གི་གང་ཡག་ག་ཡིན་པ་དེ་ད་བོད་པ་ཚོས་བཤད་དགོས་གི་མ་རེད་ང་ཚོ་རྒྱལ་ཁབ་ནི་ལས་སྲིད་དབང་སྒེར་སྤྱོད་གི་ལག་རྒྱ་མི་འཕྲོག་ཚར་རེད། ཡིན་ན་ར།

གང་ནང་བཞིན་གྱི་རྒྱག་པ་གི་ཕི་གི་ཀོ་རི་ཡ་གི་དུ་ནས་ཅིག་མི་ཅིག་རྦད་དུ་སོག་ལེ་བཏང་ནས་ད་ཨི་ཀྲོའི་འགྲོ་སྒོར་སྙིང་རྗེ་ཅིག་ཕྱི་ལོག་ཅིག་ཨ་ཐར་ན་ཨ་རི་ཅིག་ཨ་ཐར་ཡོ་རུབ་ཅིག་ལ་ཨ་ཐར་དེ་ད་ད་ཡོད་ཨ་ནི་ཀྲུང་གོ་ག་རེ་ཅིག་འགྲོ་སྒོ་མ་རེད་རྒྱ་ནག་ལ་ཨུ་རུ་སུ་ལ་ག་རེ་ཅིག་འགྲོ་སྒོ་མ་རེད་འདིའི་ཐོག་ནས་ད་ག་རེ་མཚོན་དགོས་རེད་ན་སྲིད་དབང་སྒེར་གཅོད་པ་གི་གནས་སྟངས་དེ་ཡག་པོ་མིན་པ་དེ་ཁོ་རང་ཚོ་ངོས་ནས་ཨ་ནི་གསལ་བོ་ཆགས་ཚར་རེད་ན་ད་དེའི་འོག་ལ་ཁེ་ཕན་སྐོར་དགའ་ཡོད་རེད་ད། ག་རེ་ན་ཁོ་རང་ཚོ་གི་སྤྱི་ཚོགས་ཀྱི་མ་ལག་ཆ་ཚང་དེ་དབང་སྒྱུར་གྲལ་རིམ་གྱི་དེ་ལོག་པ་ཡོད་པ་དེ་ཡིན་པ་སོང་ཙང་དེ་མིའི་དཀོར་རྫིག་ལ་ཁེ་ཕན་འཕྲད་ཐུབ་ཀྱི་ཡོད་ད། དེ་ཡིན་པ་སོང་ཙང་དེ་ཚོ་ལ་སྡུག་གྲོགས་བྱེད་ནུས་ཁག་ཅིག་ཡོད་མ་གཏོགས་དངོས་གནས་ད་མི་མང་གི་གཞི་རིམ་གྱི་མི་མང་གི་ཐོག་ནས་བཤད་ལོང་ན་ཁོ་རང་ཚོ་ནང་མི་ཡན་ཆད་པོ་གནས་ཐུབ་ཁོ་མ་རེད། དེ་འབའ་སང་སོ་ད་ད་འདའ་གི་འཛམ་གླིང་གི་མཐུན་ཤོག་དེ་ལ་ད་མཐུན་ཤོག་གཉིས་ཟིག་ཡོད་ཟིག་ད་ཁར་ཙང་ཁོ་ཚོ་ཁྱབ་བསྒྲགས་བྱེད་དགོས་ར་ཨ་རིའི་གི་ཕྱོགས་རེ་འགོ་ཁྲིད་པའི་འདི་ཚོ་ལ་མཐའ་གཅིག་ཏུ་དགག་པ་ཡོད་ད་ད་འདའ་ཡིན་ན་ཤི་ནི་ཧྲི་ཅིག་གི་དུས་རབས་གསར་བ་གི་དོ་ཡུང་བྷ་ཧྲི་ཅིག་ན་ཅིག་ད་ཏན་ཧྲིན་ཅིན་པར་ལབ་གི་འདུག་རྒྱ་སྐད་བཤད་ན་སྣ་མང་རང་སྡུག་གི་ཨ་ནི་འཇིག་རྟེན་ཅིག་ད་ད་འདའ་གཞི་ནི་འགོ་བཙུགས་པ་རེད་ཕུའུ་ཅིན་དང་ཞི་ཅིན་ཕིན་གཉིས་ཆ་གི་ད་དེ་བཤད་དགོས་རེད། ད་ནི་ཞི་ཅིན་ཕིང་གིས་དང་དུ་བྱས་ན་འཛམ་གླིང་ཞི་བདེའི་སྤྲིན་དགའ་འགྲོ་རེད། འཛམ་གླིང་ཞི་བདེའི་དགའ་བ་ཁོ་ཚ་ར་མཁོ་དྲག་པར་དུ་ཨུ་རུ་སུ་གི་བུ་ཡིད་ལ་ཨ་ནི་མེར་སྒྱོགས་བརྒྱབ་ཚར་རེད། ངས་སྐར་ས་དེ་གཏོར་རྒོལ་བཏང་ཚར་རེད་དེ་འབའ་སོང་ཙང་ཞི་བདེའི་ལམ་འགྲོ་རྒྱུ་ཡོད་མ་རེད། ད་ཁར་ཚང་གི་རྒྱ་ནག་གི་ད་ལྟ་ཨུ་རུ་སུ་གི་ཐོག་ལ་ཨུ་རུ་སུ་ར་ཡུ་ཀེ་རེན་གཉིས་ཀྱི་གནད་དོན་ནི་ཞི་བའི་སྒང་ནས་འདུམ་འགྲིག་བྱེད་གི་ཡིན་ཟེར་ཡ་གི་དེའི་ནང་ན་ཚིག་གཅིག་ཡོད་རེད། དེ་ག་རེ་རེད་ན།

ཨ་ནི་བུ་ཆིན་གྲོ་ནི་ཅི་ཁོ་རང་གི་ཨ་ནི་བཙན་འཛུལ་ཅི་བྱ་རྒྱུ་གི་དོན་བ་སི་སི་ཡ་གི་ས་ཁེལ་ར་ཤི་ཡ་གི་ཨུ་རུ་སི་ཀར་སཱ་ཡུ་ཀི་རིང་གི་ནང་གི་ས་ཁེལ་དེ་ཚུ་ལ་གནམ་གྲི་ནང་ནས་ཀོ་ར་ཅིག་རྒྱབ་ནས་ཡོང་ཡོད་རེད་དེའི་ཐོག་ནས་ག་རེ་བཤད་ཡོད་རེད་ན་ས་ཁེལ་འདི་ཨུ་རུ་སི་གི་བདག་དབང་ཡིན་པ་དང་ཞི་ཅིན་ཕིང་གི་དེ་ཁས་ལེན་གི་ཡོད་པ་ད་རྣམ་འགྱུར་དེ་ལྟ་ཡིན་གོ་རེད་དེ་ཡིན་པ་སོང་ཙང་ཨ་ནི་ད་ད་ལྟ་གི་རྒྱ་ས་ཁི་ར་ཨ་ནི་ཅིག་མུ་སི་ཁུ་གཉིས་གི་བ་རུ་ལ། ཞི་བའི་སྒང་ནས་འདུམ་འགྲིག་སེ་ཡ་གི་སྤྱིར་བཏང་གི་དེའི་རྩོད་གཞི་ཁོ་རང་བར་ལ་ས་དང་གནམ་ཤོར་ཚར་རེད་དེ་ཡིན་པ་སོང་ཙང། ད་ཁྱི་ཡིན་ན་རེད་ད་ག་ནང་བཞིན་གི་ད་ད་ལྟ་གི་ཡུ་ཀེ་རིན་དང་འདས་གི་མཐུན་ཕྱོགས་གི་རྒྱལ་ཁབ་གི་ལག་ནས་ག་རེ་མཐོང་ད་བར་ན་གོ་སྐབས་འདི་ལྟ་ནས་ཀྱི། ཨ་ནི་ཕུའུ་ཅིན་རྩ་མེད་བཟོ་ཡ་དེ་ལྟ། ཡིན་ན་ད་ཕུའུ་ཅིན་རྩ་མེད་འགྲོ་ན།

སྔོན་མ་ཞིག་ལ་འགྲོ་ནས། སྔོན་མ་གོ་ར་ཤི་ཡ་ཆེན་པོ་དམར་ཤོག་གོ་ར་ཤི་ཡ་ཆེན་པོ་འཐོར་པའི་ཁ་ཐུག་ལ་བུ་ཁྱོ་ག་ཟིག་ད་ར་ཤི་ཡ་ལ་མེ་ཚོང་པ་རེད་ཟིག་སྐད་ཆ་དེ་བཤད་དཀོར་ཟ་ཨེ་ད་ཕུའུ་ཅིན་ནང་བཞིན་གི་བུ་ཞིག་སྐྱེས་པ་དེ་ད་ཁོའི་བློ་སྟོབས་ཀྱི་གྲོགས་པོ་ཡིན་ཟིག་དེ་བཤད་དཀོར་རེད་དེ་འབའ་སོང་ཙང། ཁོ་ད་ལྟ་གི་ཅིག་ད། ཞི་ཅིན་ཕིང་གི་ཅིག་དབང་ཆ་སྲིད་འཛིན་མཛད་ཡ་ད་འདི་ཟུག་ལ་ཡང་དང་བསྐྱར་དུ་ཐོབ་པའི་ཁ་ཐུག་ལ་གཟིགས་སྐོར་དང་པོ་བྱེད་ས་དེ་ཨ་ནི་ཨུ་རུ་སུ་བྱེད་དགོས་རེད།

སྲིད་དབང་སྒེར་གཅོད་དག་ཁོ་རང་ཚོའི་ནང་བཞིན་གྱི་མི་དེ་རེད་བ། ཁ་ཆེ་གི་ལུང་པ་གི་ད་ལྟ་གི་རྒྱལ་སྤྱིའི་ལམ་ལུགས་ཡིན་ན་རེད་ཆེ་སྲིད་ཟུང་འབྲེལ་གི་འདི་ཚོ་ཡིན་ན་རེད་འདི་ག་ཆ་ཚང་རིགས་སུ་མཐུན་པ་ཤོག་སྲིད་ཀྱི་ཟེར་ཞོར་གཅིག་གཅིག་ལ་ངན་གྲོགས་བྱས། ཨ་ནེ་རྒྱ་ནག་རྒྱ་ནག་མི་མང་དེ་འདྲས་ཕུ་ཅིན་ཚོ་རླབས་ཆེན་གཙོ་འཛིན་ཕུ་ཅིན་ཚོ་དེ་ཨུ་རུ་སུ་མི་མང་གི་ཡང་དང་བསྐྱར་དུ་འདེམས་དགོས་རེད་ད་ཕུ་ཅིན་ན་ཁར་ཚང་ཁོ་རང་གཉིས་ཀྱི་ཚོགས་འདུ་དེའི་ཐོག་ན། གཅིག་བཤད་ཡོད་པ་དེ་སྐད་ཆ་འདིར་དང། ཞི་ཅིན་ཕིན་གྲོ་ནི་ཅི། སྐབས་རྗེས་མ་ལ་ནི་ཨུ་རུ་སུ་ནང་གི་ལོ་རྗེས་མ་འདེམས་བསྐོ་བྱེད་དགོས་རེད། ཕུའུ་ཅིན་ལ་ནི་ཁྱེད་ཨུ་རུ་སུ་ལ་མཛད་རྗེས་ཆེན་པོ་ཞེའུ་ཤ་ཤ་ཡོད་རེད། དེ་འབའ་སོང་ཙང་ཨུ་རུ་སུ་མི་མང་གིས་ནི་ཁྱོད་རྗེས་ཀི་མ་རེད། ཁྱོད་ཡང་སྐྱུར་ཐོབ་ཀི་རེད་ཟེར་གྱོ་ར་ད་སྐད་ཆ་དེ་ན་བཤད་ཀི་ཡོད་རེད། ད་ག་ནང་བཞིན་གི་ད་ད་ནྡ་ཕུའུ་ཅིན་འདྲ་འདི་ཞི་ཅིན་ཕིན་ཉི་ཤ་གི་ནི་བསྒྲགས་གཏམ་དེའི་ནང་ནི་ཞེད་སྣང་ཚ་ཤིས་གང་ཡོད་རེད་ན། རྒྱ་ནག་གི་ཉེན་རྟོག་པ་ར་ད་གསང་བའི་ལས་ཁུངས་ར་ཉེན་རྟོག་པ་ར་ཨུ་རུ་སུ་གི་ཉེན་རྟོག་པ་ར་གསང་བའི་ལས་ཁུངས་དེ་གཉིས་ཀྱི་བར་ལ་མཉམ་འབྲེལ་བྱེད་དགོས་ཡ་གི་གན་རྒྱ་ཞིག་ཡོད་རེད་ཟེར་དེ་གཉིས་ཀྱི་མཉམ་འབྲེལ་བྱེད་ཡ་གི་ཨ་ནི་བསྒྲགས་གཏམ་དེའི་ནང་ན་ག་རེ་ཡོད་ན་གཙོ་བོ་མཉམ་འབྲེལ་བྱེད་དགོས་ས་གི་གཞི་དེ་རྒྱ་ནག་ནང་ནས་ཨ་ནི་མཚོ་འདུག་གི་གསར་བརྗེ་ཡོང་གི་འདུག་མི་འདུག་ཨ་ནི་ཕུའུ་ཅིན་གི་འོག་ནས་མཚོ་འདུག་གི་གསར་བརྗེ་ཡོང་གི་ཡོང་གི་མ་རེད་གལ་སྲིད་མཚོ་འདུག་ཟེར་ཡ་ཞིག་ཡོད་ར་ཁ་ལོ་རི་བོ་ལེ་ཤུན་རྒྱ་གི་བཤད་ན་ཡན་སྲིད་གི་མིན་ཡན་སྲིད་གི་མིན་ཅིག་བྱུང་བ་ཡིན་ན།

ཞི་ཅིན་ཕིན་དབུགས་ནི་གཅོང་གྱི་ཡིན་པ་ད་གཅོང་དང་གཅོང་བཞིན་པར་ཨུ་རུ་སུ་དབུགས་ནི་གཅོང་གྱི་ཡིན་པ་གསལ་བོར་ཐེ་བྱུས་ནས་གང་ལ་ཁོ་རང་གཉིས་ཀྱི་ད་ལྟ་གི་ཡོད་པ་གི་ཉེན་རྟོག་པ་ར་གི་དམག་མིའི་འདི་ནས་བཟུང་སྟེ་གཅིག་གི་གཅིག་ལ་ངན་གྲོགས་བྱེད་ཀྱི་ཡིན་པ་དེ་རེད་དེ་ཡིན་པ་སོང་ཙང་ད་འདི་གཉིས་ཀྱི་འབྲེལ་ལམ་འདི་ཨ་ནི་ད་ད་ལྟ་གསལ་བོ་དག་པོ་ཆགས་ཚར་རེད་ད་ཡིན་ན་ར་ང་ཚོ་འདིའི་ཐོག་ནས་ཧ་གོ་དགོས་ཡ་གཅིག་ལ་མི་མང་གི་ཐོག་ནས་འདི་ལ་རེ་བ་ཞུ་དགོས་ཡ་དག་གཅིག་རེད།

འདི་ག་རེ་ཅིས་བཤད་ཐུབ་ཁོ་རེ་ན་རང་དབང་དང་མང་གཙོ་ཡིན་པའི་རྒྱུ་མཚན་གི་ཐོག་ནས་བཤད་དོ་རེ་མ་གཏོགས་རྒྱ་ནག་ཡིན་ན་ང་ལ་འགྲོ་ས་གཅིག་མ་ཞིག་ཡོད་མ་རེད་རེད་བ་ད་ལྟ་ཆ་ཚང་ཧ་གོ་རེད་བ་དེ་ཡིན་པ་སོང་ཙང་ད་བོད་པ་ཟོ་གི་གནད་དོན་གནད་དོན་འདི་ཟོ་ག་ཐུག་ལ་བཟང་དྲིལ་མར་རྒྱག་པ་དང་གནད་ཚུལ་འདི་ངོ་ཤེས་དགོས་ཡ་ད་ད་ཧ་ཅང་གལ་ཆེན་པོ་རེད་ད་འཛམ་གླིང་གི་མཐུན་ཕྱོགས་གི་འབྲེལ་བ་དེ་ཤུགས་ཆེ་རུ་གང་ལ་གང་འཚམ་ཡོང་དགོས་རེད་ད། ད་སྔོན་མ་ཡིན་ན་ད་བས་ན་རྒྱ་ནག་དང་ཨ་རི་གཉིས་ཆ་གི་འབྲེལ་བ་དེ་མཛའ་གྲ་ཧ་ཅང་མཛའ་གྲགས་ཆགས་པ་དེ་ད་ངོ་གདོང་ནས་ལྟ་ན་སྒྲོ་ན་འཕྲོ་སྲིད་འཛིན་ཡིན་པའི་ཁ་ཐུག་རེད་ཡིན་ན་ད་ལྟའི་ཨ་རི་གི་ནང་གི་མང་གཙོ་ཚོགས་པ་ར་ནས་གཞུང་མཐུན་ཚོགས་པ་གཉིས་ཆ་གི་ཐོག་ནས་རྒྱ་ནག་དང་མཉམ་པོ་འབྲེལ་ལམ་བྱས་ནས་རྒྱ་ནག་གི་དཔལ་འབྱོར་དྲ་འདིའི་ལམ་ཁ་འདི་བཀག་དགོས་ཡ་རུ་བ། རྒྱ་ནག་ལ་དཔལ་འབྱོར་དྲ་འདི་ཉེས་ཆད་བཅད་ནས་ཀྱི་ད་ཞི་ཅིན་ཕིན་ལ་ཨ་ནི་འགྲོ་ས་མེད་པ་ཅིག་བཟོ་དགོས་ཡ་དེ་ཁོ་རང་ཉིས་ཆ་གི་ཐོག་གི་གཅིག་གྱུར་གི་ལྟ་བ་རེད་ཡིན་ན་ད་སྤྱིར་བཏང་གི་ཐོག་ནས་དེ་སུ་མ་འདྲ་བ་ཡོད་རེད་མ་གཏོགས་ད་ནི་འགྲོ་ན་ཁྲོམ་གི་ཨ་ནི་ད་སྔོན་སུས་དོ་ཕོག་གི་ཅིན་པ་རེད་ཁོ་རང་པ་ཁེར་གྱིས་ཅིན་པ་རེད་ཨ་ནི་དེ་གཅིག་ནས་གང་ལ་ད་གི་རྒྱ་ནག་ཏག་ཏག་ཅིག་ལ་ཁིག་གོ་མ་ད་སྔོན་སུས་དོ་ཕོག་ཅིག་ག་ད་ཧུར་པོ་འདྲ་བོ་ཅིག་ནས་ཅིག་ད་པ་ཁེར་གྱིས་ཅིག་ཡོང་ནས་གང་ལ་ན་འགྲོ་ན་ཁྲོམ་གི་རྗེས་གི་ད་ད་ད་གི་ཇོ་བྷ་དྲིན་དྲ་འདི་ཟུ་བྲིས་གི་ཨ་ནི་དེ་སུ་འགོར་པོ་འདྲ་བོ་ཡོད་རེད་ད། ཕྱོགས་ཡོངས་ལ་ད་རྒྱལ་སྤྱི་གི་ཐོག་གུང་ཐན་ཕྱོགས་ཡོངས་རྫོགས་མཉམ་པོ་དེ་ནི་ཅིག་རྒྱ་ནག་ག་ཁ་ཏེ་ཆེ་གེན་སེ་ཆོག་ར་ད་དེ་སྤྱི་ཡོངས་ནི་གང་ལ་ག་ལེ་ག་ལེ་ད་དེའི་གི་རྣམ་པ་ད་ཅིག་གྲབ་དགོས་ར་ད་ཅིག་ནི་གང་ལ་རྒྱ་ནག་ལ་ཁ་ཏེ་བྱས་པ་འདི་དེ་སི་ཅིག་མགོར་པོ་འདྲ་བོ་ཆགས་སེ་ཡིན་ན་ར་བརྟན་པོ་འདི་ཡོག་ར་རྒྱ་ཤ་རྒྱ་འདི་ཡོག་རེད་ད་ཡིན་པ་སོང་ཙང་ད་ཞི་ཅིན་ཕིན་ར་འདི་ཚོ་ཕུ་ཅིན་ར་འདི་ཚོ་ལ་ཉི་མ་རང་པོ་ཟིག་ཡོག་མ་རེད

ད། ཨུ་རུ་སུ་དང་པོ་ཡིན་ལབ་སོང་ཕུའུ་ཅིན་དང་པོ་ཅིག་གོ་རི་ཡ་གི་རྒྱག་པ་ཅིག་ཨ་ནི་ཨེ་ཤི་ཡ་ནི་ད་རྒྱ་ཁབ་ཙི་ག་གཉིས་སུ་མི་མ་ཤི་ཅིར་གི་ཡོག་མར་ད། མང་ཆེ་བ་ཟིག་ཨ་ཧྥི་རི་ཀ་རི་འདི་གི་ད་ལོངས་པ་ཡིན་ལ་མིན་ལ་འདྲ་བོ་རྒྱ་ནག་གི་རྒྱུ་གཅིག་ལམ་གཅིག་རེད་འདིའི་ཐོག་ནས་བུ་ལོན་འཇལ་ཡར་ཨ་ནི་ཆབ་སྲིད་པ་ཆུ་ཉོ་ད་བུ་ནི་ད་འདི་འདྲ་ཁ་ཤས་ཅིག་ཡོག་རེད་འདི་འདྲའི་ཁ་ཤས་ཅིག་རེད་ད་དེ་གྲངས་ཀ་ཙམ་ཟིག་རེད་མ་གཏོགས་དེ་གི་ཕན་ཆང་ཐོག་མ་རེད།

ཡག་པོ་ཅིག་བྱེད་དགོས་རེད། རྒྱལ་སྤྱིའི་གི་ཐོག་གི་ད་ནམ་འགྲིག་གི་སྟོབས་ཤིག་ཟིན་ན་རེད། རང་དབང་དང་མང་གཙོ་གི་ཤོག་ཐོག་འདི་གི་མཐུན་ལམ་ཡག་པོ་ཅིག་བྱེད་དགོས་རེད། ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་གི་ནང་ན་རྒྱུན་ལས་རྒྱལ་ཁབ་ལྔ་ཚོ་དེའི་ནང་ལ་ཨ་ནི་ད་ད་ད་ཨུ་རུ་སུ་ར་རྒྱ་ནག་ཡོད་རེད། དེ་ཡིན་པ་སོང་ཙང་མཉམ་འབྲེལ་རྒྱལ་ཚོགས་གི་ལས་ཀ་ཡག་གཅིག་ག་བྱེད་ཐུབ་དགོས་མ་རེད། ད་འདི་གཉིས་མ་ར་བིས་ནས་རྒྱལ་ཚོགས་གི་མ་ལག་ལ་འགྱུར་བ་གཏང་དགོས་རེད། འདི་ཆོལ་གསུམ་ཆ་གི་ལས་ཀ་དི་འདྲ་བོ་ཅིག་བྱུང་བ་ཡིན་ན་ཨ་ནི་ཞི་ཅིན་ཕིན་འདྲ་ཨུ་རུ་སུ་གི་ད་གར་ས་དེའི། བུ་ཆེན་གཉིས་ཆ་ལ་ད་ཉི་མ་རང་པོ་མི་འདུག་ལབ་ཀོ་རེད་ཡིན་ན་འདི་ལམ་སང་འགྲིམ་འགྲོ་ནི་དེ་འདྲས་ར་མ་རེད་འོ་ད་དེའི་ཐོག་ནས་ད་རེས་ཀྱི་དེའི་ཞི་ཅིན་ཕིན་ནི་འཛམ་གླིང་ཞི་བདེ་བཀྲིན་ག་ནི་ཨུ་རུ་སུ་འགྲོ་རྒྱུ་དེའི་ཐོག་ནས་ཡང་མི་མང་ལ་བསྐྱར་དུ་བདེན་དབང་བྱིན་པར་འདིའི་རིགས་འདི་ནས་རྒྱ་ནས་བྱེད་རྒྱུ་མིན་པ་འདིའི་རིགས་ཀྱི་ཡག་པོ་བྱེད་རྒྱུ་མིན་པ་ཅིག་ཡོར་བ་འོ་ད་སྟག་ཟ་བོ་དོག་པོ་ཅུང་ཞག་སི་དེ་འདྲས་འདྲ་བོ་ཅིག་ད་དེ་རང་གི་ལབ་ཤེས་ལོང་ཤེས་ངའི་མཚམས་འདས་བཞག་གིན